ད་འགྲེང་བོ་དེ་ག་དེག་ན་ན་རོ་ནོ་ག་ནོག་པ་གྱི་གུ་པི་ག་པིག་ཕ་ཞབས་རྒྱུ་ཕུ་ག་ཕུག་ད་འགྲེང་བུ་བེ་ག་བེག་མ་ན་རོ་མོ་ག་མོག་ཙ་གྱི་གུ་ཙི་ག་ཙིག་ཚ་ཞབས་རྒྱུ་ཚུ་ག་ཚུག་ཛ་འགྲེང་བུ་ཛེ་ག་ཛེག་བ་ན་རོ་བོ་ག་བོག། ཤ་ཁྱི་ཀུ་ཤི་ཁ་ཤིག་ས་ཞབས་རྒྱུ་སུ་ཁ་ཟུག་ཨ་འབྲེང་བུ་ཨེ་ཁ་ཨེག་ཡ་ན་རོ་ཡོ་ཁ་ཡོག་ར་ཁྱི་ཀུ་རི་ཁ་རིག་ལ་ཞབས་རྒྱུ་ལུ་ཁ་ལུག་ཤ་འབྲེང་བུ་ཤེ་ཁ་ཤེག་ས་ན་རོ་སོ་ཁ་སོག་ཧ་ཁྱི་ཀུ་ཧི་ཁ་ཧིག་ཨ་ཞབས་རྒྱུ་ཨུ་ཁ་ཨུག། ཧ་འབྲིང་པོ་ཧེ་ཁ་ཧེག་ཨ་ན་རོ་ཨོ་ཁ་ཨོག་ཀ་ཁྱི་ཁུ་ཀྱི་ང་ཀྱིང་ཁ་ཞབས་ཁྱུ་ཁུ་ང་ཁུང་ག་འབྲིང་པོ་གེ་ང་གེང་ང་ན་རོ་ངོ་ང་ངོང་ཅ་ཁྱི་ཁུ་ཅི་ང་ཅིང་ཆ་ཞབས་ཁྱུ་ཆུ་ང་ཆུང་བྱ་འབྲིང་པོ་བྱེ་ང་བྱེང་ཉ་ན་རོ་ཉོ་ང་ཉོང་རྟ་ཁྱི་ཁུ་ཏི་ང་ཏིང། ཐ་ཞབས་རྒྱུ་ཐུག་ང་ཐུང། ཐ་འགྲེང་བུ་དེ་ང་དེང། ན་ན་རོ་ནོ་ང་ནོང། པ་གི་གུ་པི་ང་པིང། ཕ་ཞབས་རྒྱུ་ཕུ་ང་ཕུང། བ་འགྲེང་བུ་བེ་ང་བེང། མ་ན་རོ་མོ་ང་མོང།

ལ་ཞབས་རྒྱུ་ལུས་ངག་ལུང། ཤ་འབྲེང་བུ་ཤའི་ངག་བཞེངས། ས་ནག་རོ་སོ་ངག་བཟུང། ཧ་གྱི་གུ་ཧི་ངག་ཧིང། ཨ་ཞབས་རྒྱུ་ཨུ་ངག་ཨུང། ཧ་འབྲེང་བུ་ཧའི་ངག་ཧེང། ཨ་ནག་རོ་ཨོ་ངག་ཨོང། ཀ་གྱི་གུ་ཀི་ད་ཀི། ཁ་ཞབས་རྒྱུ་ཁུ་ད་ཁུ། ག་འབྲེང་བུ་གེ་ད་གེ། ང་ནག་རོ་ངོ་ད་ངོ།

ཐ་འབྲིང་བུ་བས་ཐ་བས། མ་ན་རོ་མོ་ཐ་མོས། རྩ་གི་དགུ་རྩིས་ཐ་རྩིས། ཚ་ཞབས་རྒྱུ་ཚུགས་ཐ་ཚུས། རྫ་འབྲིང་བུ་རྫས་ཐ་རྫས། བ་ན་རོ་བོ་ཐ་བོས། ཞག་གི་དགུ་བཞི་ཐ་བཞིས། ཟ་ཞབས་རྒྱུ་ཟུག་ཐ་ཟུས། ཨ་འབྲིང་བུ་ཨེ་ང་ཨེང། ཡ་ན་རོ་ཡོ་ད་ཡོད། ར་སྐྱི་སྐུ་རི་ད་རི། ལ་ཞབས་སྐྱུ་ལུ་ད་ལུ། ཤ་སྒྲེང་པོ་ཤེ་ད་ཤེ། ས་ན་རོ་སོ་ད་སོ། ཧ་སྐྱི་སྐུ་ཧི་ད་ཧི། ཨ་ཞབས་སྐྱུ་ཨུ་ད་ཨུ། ཧ་སྒྲེང་པོ་ཧེ་ད་ཧེ། ཨ་ན་རོ་ཨོ་ད་ཨོ།

ཐ་ཞབས་རྒྱུ་ཐུ་ན་ཐུན། ད་འབྲིང་པོ་དེ་ན་དེན། ན་ན་རོ་ནོ་ན་ནོན། པ་གི་གུ་པི་ན་པིན། ཕ་ཞབས་རྒྱུ་ཕུ་ན་ཕུན། བ་འབྲིང་པོ་བེ་ན་བེན། མ་ན་རོ་མོ་ན་མོན། ཙ་གི་གུ་ཙི་ན་ཙིན། ཚ་ཞབས་ཀྱུ་ཚུ་ན་ཚུན། རྫ་འབྲེང་བུ་རྫས་ན་རྫན། བ་ན་རོ་བོ་ན་བོན། ཤ་ཁྱི་གུ་ཤི་ན་ཤིན། ཟ་ཞབས་ཀྱུ་ཟུ་ན་ཟུན། ཨ་འབྲེང་བུ་ཨེ་ན་ཨེན། ཡ་ན་རོ་ཡོ་ན་ཡོན། ར་ཁྱི་གུ་རི་ན་རིན། ལ་ཞབས་ཀྱུ་ལུ་ན་ལུན། ཤ་འབྲེང་བུ་ཤེ་ན་ཤེན། ས་ན་རོ་སོ་ན་སོན། ཧ་གི་གུ་ཧི་ན་ཧིན། ཨ་ཞབས་ཀྱུ་ཨུ་ན་ཨུན། ཧ་འབྲིང་པོ་ཧེ་ན་ཧེན། ཨ་ན་རོ་ཨོ་ན་ཨོན། ཀ་གི་གུ་ཀི་ཕ་ཀིབ། ཁ་ཞབས་ཀྱུ་ཁུ་ཕ་ཁུབ། ག་འབྲིང་པོ་གེ་ཕ་ཁེབ། ང་ན་རོ་ངོ་ཕ་ངོབ། ཅ་གི་གུ་ཅི་ཕ་ཅིབ། ཆ་ཞབས་ཀྱུ་ཆུ་ཕ་ཆུབ། ཆ་འབྲིང་པོ་བྱེ་ཕ་བྱེབ།

ཚ་ཞབས་ཀྱུ་ཆུ་བ་འཚུབ། རྫ་འབྲེང་བུ་མཛེས་བ་མཛེས། བ་ན་རོ་བོ་བ་བོབ། ཤ་ཁྱི་གུ་ཞི་བ་ཞིབ། ས་ཞབས་ཀྱུ་སུ་བ་སུབ། ཧ་འབྲེང་བུ་ཧེ་བ་ཧེབ། ཡ་ན་རོ་ཡོ་བ་ཡོབ། ར་ཁྱི་གུ་རི་བ་རིབ། ལ་ཞབས་ཀྱུ་ལུ་བ་ལུབ། ཤ་འབྲེང་བུ་ཤེ་བ་ཤེབ། ས་ན་རོ་སོ་བ་སོབ།

ལ་ཞབས་ཀྱུ་ལུ་མ་ལུམ། ཤ་འབྲིང་པོ་གཤེད་མ་གཤེམ། ས་ན་རོ་སོ་མ་སོམ། ཧ་གི་གུ་ཧི་མ་ཧིམ། ཨ་ཞབས་ཀྱུ་ཨུ་མ་ཨུམ། ཧ་འབྲིང་པོ་ཧེ་མ་ཧེམ། ཨ་ན་རོ་ཨོ་མ་ཨོམ། ཀ་གི་གུ་ཀི་ར་ཀིར། ཁ་ཞབས་ཀྱུ་ཁུ་ར་ཁུར། ཁ་འབྲིང་པོ་ཁེ་ར་ཁེར། ང་ན་རོ་ངོ་ར་ངོར། ཅ་གི་གུ་ཅི་ར་ཅིར། ཕྱག་ཞབས་རྒྱུ་ཆུ་ར་ཆུར། བྱ་འབྲེང་བུ་བྱེ་ར་བྱེར། ཉྭ་ནག་རོ་ཉོ་ར་ཉོར། རྟ་ཁྱི་གུ་ཏི་ར་ཏིར། ཐ་ཞབས་རྒྱུ་ཐུ་ར་ཐུར། ད་འབྲེང་བུ་དེ་ར་དེར། ན་ནག་རོ་ནོ་ར་ནོར། པ་ཁྱི་གུ་པི་ར་པིར། ཕ་ཞབས་རྒྱུ་ཕུ་ར་ཕུར། བ་འབྲེང་བུ་བེ་ར་བེར། མ་ནག་རོ་མོ་ར་མོར། རྩ་གི་གུ་རྩི་ར་རྩིར། ཚ་ཞབས་རྒྱུ་ཚུ་ར་ཚུར། རྫ་འབྲེང་བུ་རྫས་ར་རྫེར། བ་ན་རོ་བོ་ར་བོར། ཤ་གི་གུ་ཞི་ར་ཞིར། ས་ཞབས་རྒྱུ་སུ་ར་སུར། ཧ་འབྲེང་བུ་ཧེ་ར་ཧེར། ཡ་ན་རོ་ཡོ་ར་ཡོར། ར་གི་གུ་རི་ར་རིར། ལ་ཞབས་རྒྱུ་ལུ་ར་ལུར།

ར་སྐྱི་སྒོ་རི་ལ་རིལ། ལ་ཞབས་ཀྱུ་ལུ་ལ་ལུལ། ཤ་འབྲེང་པོ་ཤེ་ལ་ཤེལ། ས་ན་རོ་སོ་ལ་སོལ། ཧ་སྐྱི་སྒོ་ཧི་ལ་ཧིལ། ཨ་ཞབས་ཀྱུ་ཨུ་ལ་ཨུལ། ཧ་འབྲེང་པོ་ཧེ་ལ་ཧེལ། ཨ་ན་རོ་ཨོ་ལ་ཨོལ། ཀ་སྐྱི་སྒོ་ཀི་ས་ཀི། ཁ་ཞབས་ཀྱུ་ཁུ་ས་ཁུལ། ག་འབྲེང་པོ་གེ་ས་གེལ། ང་ན་རོ་ངོ་ཟ་ངོས། ལྕགས་ཀྱི་དགུ་ལྕི་ཟ་ལྕི། ཕྱ་ཞབས་རྒྱུ་ཆུ་ཟ་ཆུ། བྱ་འབྲིང་པོ་བྱེ་ཟ་བྱེ། ཉ་ན་རོ་ཉོ་ཟ་ཉོས། རྟ་ཀྱི་དགུ་ལྟི་ཟ་ལྟི། ཐ་ཞབས་རྒྱུ་ཐུ་ཟ་ཐུ། ད་འབྲིང་པོ་དེ་ཟ་དེ། ན་ན་རོ་ནོ་ཟ་ནོས། པ་ཀྱི་དགུ་པི་ཟ་པི། ཕ་ཞབས་ཀྱུ་ཕུ་བོ་ཟ་ཕུ། ཕ་འབྲིང་པོ་བེ་ཟ་བེ། མ་ན་རོ་མོ་ཟ་མོ། ཙ་ཀྱི་གུ་ཙི་ཟ་ཙི། ཚ་ཞབས་ཀྱུ་ཚུ་ཟ་ཚུ། ཛ་རྫ་འབྲིང་པོ་ཛེ་ཟ་ཛེ། བ་ན་རོ་བོ་ཟ་བོ། ཞ་ཀྱི་གུ་ཞི་ཟ་ཞི། ཟ་ཞབས་ཀྱུ་ཟུ་ཟ་སུ། ཨ་འབྲིང་པོ་ཨེ་ཟ་ཨེ། ཡ་ན་རོ་ཡོ་ས་ཡོ། ར་ཀི་གུ་རི་ས་རི། ལ་ཤབ་ཀྱུ་ལུ་ས་ལུ། ཤ་སྒྲེང་པོ་ཤེ་ས་ཤེ། ས་ན་རོ་སོ་ས་སོ། ཧ་ཀི་གུ་ཧི་ས་ཧི། ཨ་ཤབ་ཀྱུ་ཨུ་ས་ཨུ། ཧ་སྒྲེང་པོ་ཧེ་ས་ཧེ། ཨ་ན་རོ་ཨོ་ས་ཨོ།